ཡན་ཆད་ཀྱིས་ཆུ་གཡས་གཡོན་གྱི་ཕྱེ་མ་ལྟར་གྱུར་ནས་སངས་རྒྱས་བཅོམ་ལྡན་འདས་ཁོང་གི་བསྔོ་བ་བསྐྱོན། བླ་མ་དང་སངས་རྒྱས་རིན་པོ་ཆེ་དགེ་བའི་བཤེས་གཉེན་རྣམས་ཀྱིས་བསྔོ་བ་བཏོན་ནས་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་བདེ་ཞིང་སྐྱིད་པར་ཤོག། བླ་མ་དཀོན་མཆོག་གསུམ་པོས་ཐོ་ཆེ་སིདྡྷིའི་རྒྱལ་ཁམས་ལུས་ཀྱི་ལུག་པ་བོད་ཁམས་ལ་བདེ་སྐྱིད་ཚུལ་བ་ཤ་ཟེར་གྱི་བསྟན་པ་དར་ར་ཆོས་ར་ཆེན་མོ་དེ་བཞིན་རྒྱས་པར་ཤོག། བླ་མ་དཀོན་མཆོག་ཁོང་གིས་ཐོ་ཅེ་སི། ད་ད་ད་ཕྲ་བའི་ལས་དང་པོ་བ་མི་སྐྱེ་བ་རྣམས་ཀྱི་ལས་ངན་པའི་སྡིག་པ་མ་བྱས་པ་གཅིག་ཀྱང་མེད། ད་དེ་རིང་ངས་བཤགས་པ་འབུལ་བ་དེ་ནས་ལས་ངན་སྡིག་སྒྲིབ་ཐམས་ཅད་བྱང་ཞིང་དག་པར་ཤོག། བླ་མ་དཀོན་མཆོག་གསུམ་པོ་མཁྱེན། དཀོན་མཆོག་གསུམ་དེ་ནམ་ཡང་མ་བྲལ་ཞིང། དཀོན་མཆོག་གསུམ་གྱི་བྱིན་རླབས་འཇུག་པར་ཤོག། ཁྱད་པར་དུ་སྟོང་པ་བཅོམ་ལྡན་འདས་ཁོང་རིག་ནང་མཁར་ལ་འཇའ་ཡོས་ཀྱི་གུར་ཁང་དག་ཕུག་པ་ནས། ཕིགས་ནས་འགྲོ་བ་སེམས་ཅན་མི་ལུས་མི་འབྱིན་ནས་བུ་ཕྲ་མོ་ཡན་ཆོད་ཀྱིས་འགྲོ་བའི་སེམས་ཅན་ཐམས་ཅད་ལ་བསིལ་ནས་ནུབ་ཕྱོགས་ལྟེ་བ་ཅན་གྱི་ཞིང་ཁམས་ལ་ཉི་མ་ཤར་བ་ལྟ་བུར་སྐྱེ་བ་ལོན་པར་ཤོག་སངས་རྒྱས་ཀྱི་བསྟན་པ་མཐར་ཀུན་འདུས་ཀྱི་དབུ་འཕང་མཐོ་རུ་ཤོག། ཤ་ཁྲག་མཁའ་ལ་ཟད་བྲལ་གྱི་སྡིག་པ་དག་པ་དང་ཞོ་འོ་མ་མཁའ་ལ་ལྟུང་མཛད་ཀྱི་དྲིན་ལན་བཅོལ་བར་ཤོག་དྲིན་ཅན་འཕང་དྲིན་ལན་བཅོལ་བར་ཤོག། བླ་མ་དཀོན་མཆོག་གསུམ་པོ་མཁྱེན་འགྲོ་བ་སེམས་ཅན་ཡོངས་ལ། བདག་གི་བསྐལ་པ་ཅུང་ཟད་འཚག་པ་དེར་འགྲོ་བ་སེམས་ཅན་ཡོངས་ལ་ཕན་པར་ཤོག། ཁྱོད་རྣམ་པ་ཆོས་གྲོགས་ཚང་མ་ཐམས་ཅད་ཀྱིས་མི་ལུས་རིན་ཆེན་ཁྱུག་ཙམ་ཐིག་ལེ་ཕལ་དེ་ཞོ་ལ་མ་ནི་རིག་པ་ཅུང་ཤོག། ཐོས་ཚོགས་དེ་ནི་ཁྱུག་ཙམ་ངང་ལ་འགྲོ་ཁྱི་བླ་མ་དཀོན་མཆོག་གསོན་པོ་མཁྱེན། ལས་ངན་པ་བྱས་ཀྱང་སྡིག་པ་ཐག་པ་སྐྱེ་ངན་པའི་བར་ཆད་སེལ་བར་ཤོག། བདག་གི་དགེ་བ་ཅུང་ཟད་བསགས་པ་དེས་མི་རིགས་པའི་སེམས་ཅན་ཐམས་ཅད་ཀྱི་མུན་པ་སེལ་བ་དང། དེ་གང་དེ་བཞིན་སྐྱེ་བ་དང་སངས་རྒྱས་ཀྱི་བསྟན་པ་ཐ་ར་ཀུན་འདུས་ཀྱི་དབང་འབངས་ཐར་བར་ཤོག། བླ་མ་དཀོན་མཆོག་མཁྱེན། བདག་གི་གསོལ་བ་སྨོན་ལམ་འདབ་བརྒྱ་གྲུབ་པར་ཤོག་བདག་གི་གསོལ་བ་སྨོན་ལམ་འདབ་བརྒྱ་གྲུབ་པར་ཤོག། སྐྱེ་ངན་པའི་བར་ཆད་སེལ་བར་ཤོག་ལས་ངན་པའི་སྡིག་སྒྲིབ་དག་པར་ཤོག། བླ་མ་མཁྱེན། སྐྱེ་བ་ཀུན་གྱི་ཡང་དག་བླ་མ་དང་བྲལ་མེད་ཆོས་ཀྱི་ཕ་ལ་ལོངས་སྤྱོད་ནས་ས་དང་ལམ་གྱི་ཡོན་ཏན་རབ་མཚོན་ནས་རྡོ་རྗེ་འཆང་གི་སྐུ་འབངས་མྱུར་དུ་ཤོག། དུས་གསུམ་གཤེགས་པའི་བྱ་བ་ཐམས་ཅད་ཀྱི་བསྔོ་བ་གང་ལ་མཆོག་ཏུ་བསྔགས་པ་ཡིན་བདག་གཞན་དགེ་བའི་རྩ་བ་དེ་ཀུན་ཀྱང་བཟང་པོའི་སྤྱོད་ཀྱིས་རབ་ཏུ་བསྔོ་བར་ཤོག། བྱམས་པ་དཔའ་བོས་ཇི་ལྟར་མཁྱེན་པ་དང་ཀུན་ཏུ་བསམ་པའོ་དེ་ཡང་དེ་བཞིན་དུ་དེ་དག་ཀུན་གྱི་རྗེས་སུ་བདག་བསླབ་ཀྱི་དགེ་བ་དེ་དག་ཐམས་ཅད་རབ་ཏུ་བསྔོ། དུས་གསུམ་གཤེགས་པའི་བྱ་བ་ཐམས་ཅད་ཀྱི།